བློ་དགའ་རང་བཙན་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མི་རིགས་རྩ་གཏོར་གྱི་ཁྲིམས་ཡིག་ལ་ངོ་རྒོལ་བྱས་ཏེ་སྐུ་ལུས་མེར་བསྲེགས་བཏང་བ་ནི་བོད་མི་རིགས་ལ་སྙིང་སྟོབས་འགྲན་ཟླ་བྲལ་བ་ཞིག་ཡོད་པའི་སྐོར་དང། དེ་བཞིན་ཁོང་གིས་སྐུ་ལུས་མེར་བསྲེགས་བཏང་བ། སྐུ་ལུས་མེ་མཆོད་ཕུལ་བ། སྐུ་ལུས་མཆོད་མེར་ཕུལ་བ་ཚིག་དང་ཐ་སྙད་སྐོར་འགྲེལ་བརྗོད་གནང་བ་ཞིག་གཤམ་ལ་གསན་གསན་ཡོང་བ་ཞུ། སེང་གེ་རྣམ་པ་གཙོ་བོ་ད་ལྟ་ལོ་རྒྱུས་མཁས་པ་བྱམས་དོ་ཤེས་རབ་ལགས་ཀྱིས་གཏམ་བཤད་འདི་སྒྲ་སྒམ་ཞིག་ནས་གུས་པས་སྒྲ་འཇུག་བྱས་པ་ཞིག་གིས་ཡིན། འདི་སྒྲ་སྒམ་ཡོད་དུས་རྩ་ནས་འདི་ལ་ཡ་བསྙིན་ཐུང་མི་འདུག་དེ་འདྲ་ཡོད་དུས་གུས་པས་བྱམས་དོ་ཤེས་རབ་ལགས་ཀྱིས་བསྙིན་ཐུང་སྒྲིག་སྦྱོར་བྱས་པའི་ཐོག་ནས་འདི་ལ་ཡ་བཟོ་སྐྲུན་བྱས་པ་ཞིག་ཡིན།
དེ་ནས་དྲ་གྲོགས་ངོ་ཤེས་པ་དང་མི་ཤེས་པ་ཁག་ཅིག་གིས་འདི་གི་ནང་ལོགས་ལས་རང་ལུས་མེར་སྲེག་དང་འབྲེལ་བའི་སྐོར་ལ་སྐད་ཆ་ཅིག་བཤད་རོགས་གྱིས་ཟེར་ནས་གསུང་མཁན་འདུག་སྟེ། ད་ལྟ་གི་གནས་སྟངས་དེ་འདྲ་བ་ཡིན་ན། སྤྱི་བཏང་གི་རྒྱུན་ལྡན་གྱི། གནས་སྟངས་ཀྱི་ཆག་གི་ཡོད་མ་རེད། རྒྱུན་ལྡན་གྱི་བྱ་བ་ཀྱི་ཆག་གི་ཡོད་མ་རེད། དེ་ཡིན་དུས་ང་ཚོ་ནམ་རྒྱུན་དང་རྒྱུན་ལྡན་དུ་བེད་སྤྱོད་བཏང་བསྡད་པའི་ཚིག་དང་ཐ་སྙད་ཀྱི་འགྲེལ་བཤད་བརྒྱབ་ནས་མཚོན་པར་བྱེད་ཡ་དེ་ཞེ་དྲག་ཁག་པོ་རེད་ཤག་ཨ། དེ་གི་ཐོག་ལ། གནད་དོན་དེ་ཚོ་དེ་ཧ་ཅང་གི་ཚོར་སྣང་ཆེན་པོ་དང་ཤུགས་རྐྱེན་ཆེན་པོ་ཡིན་པ་ཡིན་ཙང། སྐད་ཆ་གང་བྱུང་མ་བྱུང་བཤད་པ་ཡིན་ན་དེས་ཕན་ཆེ་བ་ཡོད་གནོད་ཆེ་བ་ཡོད། ཧ་མ་གོ་བ་འདྲ་བོ་ཅིག་གི་ཐོག་ནས་དམིགས་བསལ་གྱིས་ཤོད་ཡོང་ཡོད་སྲིད།

ཡག་ཉེས། བཟང་ངན་བརྩི་ཡག་གི་འགྲོ་སྟངས་བཅས་དང་ཚད་ཐིག་འདྲ་བོ་གཅིག་ཡོད་པ། དེ་གི་ཐོག་ནས་བརྟི་ཡག་ཡིན་ན་གང་ལ་གང་འཚམ་བཅས་ཧ་གོ་ཐུབ་རེད་བསམ་འདུག་ད་འདི་ཆ་ལས་ཁོང་གི་གནང་སྟངས་དེ་ལ། བོད་གཡུང་དམར་གཉིས། ཤ་གསེང་གཉིས་མེད་པར། ཆེ་ཆུང་མེད་པར། ཕོ་མོ་གི་དབྱེ་བ་མེད་པར་ལུང་ཚིག་དང་ཆོས་ལུགས་ཀྱི་དབྱེ་བ་མེད་པར། ང་ཚོ་ནམ་རྒྱུན། བོད་མི་ཤི་བོ་གནམ་བསྟན་ཡོང་ཟེར་ཅིག་དང། བོད་མི་རྩམ་པ་བཟའ་མཁན་ཟེར་ཅིག་གི་ཁྱབ་ཆེན་པོ་ཅིག་ནང་ལོག་བསྡུས་ཀྱི་ཡོད་རེད་བ། འོ་དེ་འདྲའི་ཅིག་གི་ཐོག་ནས། ནས་ཁོང་ལ་ཆེ་བསྟོད་དང་ངོས་འཛིན། ཁོང་གི་ཕྱག་ལས་དེ་ལ་ངོས་འཛིན་ག་འདྲ་ཅིག་གནང་གི་ཡོད་པ་ཆེ་བསྟོད་ག་འདྲ་ཅིག་གནང་གི་ཡོད་པ་རྗེས་དྲན་ག་འདྲ་ཅིག་ཞུ་གི་ཡོད་པ་དེ་ང་ཚོའི་གཞུང་རབས་ཀྱི་ལོ་རྒྱུས་ནང་ལོགས་ལ་བསྡད་ཡོད་དེ་དེ་རེད། དེའི་རྐྱེན་འགྲེལ་བཤད་ཡང་དག་པ་བྱས། རྒྱག་རྒྱུ་ཡོད་རེད་བསམ་གྱི་འདུག། དེ་ནས་རྗོད་བྱེད་དེ་གི་ཐོག་ལ་ཐད་ཀར་ལག་པ་འཆང་ནས་འབྲི་ཤེས་འདྲ་བོ་རྡོག་རྡོག་ཅིག་རྒྱབ་ཐུབ་ཡ་ཟེར་གི་མེད་པ་རེད། ཡིན་ན་ཡང་ད་དེ་དང་འབྲེལ་བ་ཡོད་བསྡད་པ། ཐ་སྙད་བེད་སྤྱོད་བཏང་སྟངས་ཡིན་ན་རེད། ཡང་གཞན་ཡང་དེང་སང་གི་གནས་ཚུལ་མང་པོ་ཅི་ཡོད་བསྡད་པ་དེ་ཚོ་དང་འབྲེལ་ནས་ཁ་ཤས་ཅིག་ཞུས་ན་བསམས་སོ། དང་པོ་ཁ་སང་ཏོག་ཅེར་དྲི་བ་ཅིག་ཡོད་རྒྱ་ནག་གཞུང་གིས

ཁ་སང་ཟེར་ཡ་མི་འདུག་ད་ལྟ་གི་ལས་འགུལ་ད་རྒྱ་ཞིག་གི་ནང་ལོགས་ལ་ཧ་ཅང་གི་ཤུགས་ཆེན་པོ་འགྲོ་ཡོང་བའི་སྐབས་སུ་ཁོ་ཚོ་དེ་ལག་ལེན་བསྟར་ཕྱོགས་ལ་ཡང་ཁྱད་པར་ཐེབས་ཡོད་སྲིད་པ་རེད། དེ་ཚོ་དེ་ད་ལྟ་ང་ཚོས་ཚོད་དཔག་བྱེད་ཐུབ་ཀྱི་མ་རེད་བ། ད་གང་ལྟར་དྲི་བ་དེ་ག་རེད་ཟེར་ན།

ཡིད་ཆེས་འདྲ་ཡོད་དེ་ཡང་ཅིག་གི་ཡོང་ས་གི་འགོ་གཙོ་བོ་དེ་ག་ཡིན་ཟེར་ན་བོད་མི་རིགས་ཟེར་ཡ་དེ་ལས་སྙིང་སྟོབས་ཤོས་ཅིག་ཡོད་བ་དེ་ཀོ་ཕ་མེན་གྱི་དོན་ནི་ཤ་དང་རུས་པའི་གསེང་ལས་སྙིང་སྟོབས་འགྲན་ཟླ་དང་བྲལ་བ་གཞན་གྱིས་འགྲན་དུ་མེད་པ་ཅིག་ཡོད་བ་དེ་ད་ལྟའི་ང་གར་སེ་གོར་ཡིད་ཆེས་འདྲ་བ་གཏིང་ཟབ་བོ་ཤོས་ཅིག་ཡོང་གི་འདུག་བ་མ་འོངས་པ་བོད་མི་རིགས་འདི་གི།

ད་ཕྲན་དངོས་སུ་བཟོ་ནས་ཅིག་བཤད་གི་ཡོད་རེད་འདི་སྐད་ཆ་དེ་སྔོན་ནས་བཤད་ནས་ག་ལ་གང་ཚ་ལག་ལེན་བསྟར་བསྡད་ཡོད་རེད་སྲིད་ཇུས་འདྲ་བོ་ཅིག་སྔོན་མ་ནས་གོ་ཡི་རང་ལ་མ་བོད་ཁོ་ལོས་ཁོ་ཚོས་དེ་བྱེད་གི་ཡོད་རེད་བ་ངས་སྐབས་དེ་དུས་ནས་བྲིས་ཡོད་རྒྱ་ནག་གཞུང་གི་བྱེད་སྟངས་འདི་ལ་བརྟེན་ནས་བོད་པ་ཚོ་གཉིད་སད་ནས།

སྐད་དང་ཡི་གེ་རྩ་མེད་བཏང་ཡང་གི་སྲིད་ཇུས་དེ་ཁོ་རང་ཚོ་འདོད་པ་རྣམས་ཀྱི་བྱེད་ཐོབ་དང་མི་ཐོབ་དེ་ང་ཚོ་བོད་མི་རིགས་ལ་རག་ལས་དེ་ཡོད་རོ། ང་རང་གི་ཡིད་ཆེས་འདྲ་བ་དེ་གང་ཡིན་ཟེར་ན་ང་ཚོའི་མི་རིགས་དེ་གི་སྙིང་སྟོབས་དང་ལ་རྒྱ་དང་སྤོབས་པ་ཅིག་ཡོད་རོ།

ཁ་ལམ་འདྲ་མི་འདྲ་ཞིག་རེད་བ། དེ་ཚོ་ངོས་མ་ཟིན་བའི་ཐོག་ནས། ཧ་མ་གོ་བའི་ཐོག་ནས། ཧ་གོ་དུས་ཚར་འགྲོ་ཡ་གྱི་རེད་བ། དེ་འདྲའི་སྐད་ཉན་ཁ་མེད་མི་སྲིད་ཡ་ཡང་མ་རེད་སྲིད། བོད་བཙན་པོའི་སྐབས་སུ་འཛམ་གླིང་སུམ་གཉིས་དབང་དུ་གྱུར་བ་ཡིན་ཟེར་ནས་བཤད་གི་ཡོད་རེད། ས་ཡི་རྒྱ་ཁྱོན་གྱི་ངོས་ནས་བཤད་པ་ཡིན་ན། ཏོག་ཙེ་ཧམ་པ་ཆེ་དྲགས་ཡོད་པའི་བཟོ་འདྲ་བྱེད་རེད་དེ། འཛམ་གླིང་གི་མི་འབོར་དང། དེ་ཡང་འཛམ་གླིང་གི་ནང་ལོགས་ལས་ད་ཆའི་ལོ་རྒྱུས་དང། གང་གི་ཆ་ནས་སྐྱེ་བྲག་ཆེ་བའི་རྒྱ་དཀར་ནག་སྟག་གཟིག། གྲི་གུ་ལ་སོགས་པ་དབང་དུ་བསྡུ་སྟངས་ཀྱི་ཐོག་ནས་བཤད་པ་ཡིན་ན། འཛམ་བུ་གླིང་གི་ནང་ལོགས་ནས་ད་ཆའི་སྟོབས་ཆེ་ཤོས་དེ་དེང་སང་འཛམ་བུ་གླིང་འདིར་གི་ནང་ལོགས་ནས་ཨ་མི་རི་ཀ་ནང་གི་དེ་ནི་བོད་པ་ཆགས་ཡོད་ར་བ། དེ་ད་དེ་འདྲའི་ཆགས་ཡ་དེ་ག་རག་རེད་ཟེར་དུས། སྙིང་སྟོབས་འདི་རེད་ཤག་སྙིང་སྟོབས། མ་གཏོགས་སྐབས་དེ་དུས་མི་རིགས་གཞན་དང་བོད་པ་དེ་ཚོ་སྤྱི་བཏང་གི་ཆ་ནས་གོ་ལ་བཟང་ངན་འདྲ་བོ་བལྟས་ཚེ་བལྟས་ས་ཡོད་རྒྱུ་རེད་དེ། མི་འབོར་དང་གང་ས་གཅིག་གི་ཐད་ནས་བོད་པ་ཞེ་དྲག་མང་པོ་མ་རེད། རྒྱ་གི་ཐང་རུ་སློང་མཁན་དེ་ཚོ་ཡིན་ན།

ཀོ་ལྟས་ཤོར་བའི་རྒྱུ་མཚན་དེ་ཨ་མི་ཉུང་ཉུང་ཅིག་ཤོར་བ་རེད་ཟེར་ཡོད་དེ་ད་པང་མ་ཤོར་ཡག་ཆེད་དུ་སྐད་ཆ་དེ་བཤད་གི་ཡོད་རེད། རྒྱ་ཁབ་དང་མི་རིགས་ཀྱི་ལ་རྒྱ་འདྲ་བ་ཅིག་མ་ལག་ཡག་ཆེད་དུ་དོན་དངོས་སུ་མི་འབོར་མང་ཉུང་ག་འདྲ་ཡིན་པ་དེ་སྟོང་ཡིག་ངེས་ནང་ལོག་ནས་གསལ་བོ་ཐོན་ཡོད་རེད་ངེས་ཏེ་སྦྲ་ཁང་ཁ་ཤས་ཀྱི་བཟོས་ནས་འབྲི་ཤེས་རྒྱག་ཡོད། སྐབས་དེ་དུས་རྒྱ་ཡི་དམག་དཔོན་དེ་ཚོ་གི་བོད་ལ་ཡར་རྡེག་ར་བསྐུར་དུས་ག་ལ་ཡོད་ཟེར་ན། ཁྱོད་ཚོ་དཔེ་ཉུང་ཉུང་རེད་ཟེར་འབའ་ར་གོ། ཨ་ང་ཚོ་དཔེ་མང་པོ་ཡོད་ཟེར། ཨ་མགོ་བཏགས་ནས་མ་གཏོགས་ཁྱོད་ཚོ་འཛིང་ཡག་གི་རེ་བ་མེད་ཟེར་ནས། རྡོ་ཟེར་རྡེག་ར་བསྐུར་གི་འདུག་བ།

ཁོ་ཚོ་མང་ན་ཡང་ཁྲག་ནང་གི་རེད་ང་ཚོ་དེ་གར་སའི་བྱིའུ་ནང་གི། ང་ཚོ་ཉུང་ཉུང་ཡིན་ན་ཡང་ཁྲག་ནང་གི་དེ་ཇེ་ཐུང་ཡོད་བསམ་ཡོད་གི། སྤོབས་པ་གཅིག་དང་སྙིང་སྟོབས་གཅིག། དེ་ལ་བརྟེན་ནས་ཨ་མགོ་ཏག་ཏག་བཟོས་དུས་འགྲོ་བ་དེ་རེད། དེ་དང་འབྲེལ་ནས་ཞུ་དགོས་ཡང་འདྲ་བ་གཅིག་ལ། རྒྱ་ནག་གཞུང་གི་ཁྲིམས་འཆར་དེ་གི་ནང་ལོགས་ལ། ག་སྲིད་དེ་ལ་འགོག་རྐྱེན་བཟོ་མཁན་ཡོད་པ་ཡིན་ན། རྒྱ་གར་ཕྱི་ལོགས་ལ་ཡོད་མཁན་ཡིན་ན་ཡང། རྙོག་པ་བདའ་འདེད་བྱེད་ཀྱི་ཡིན་ཟེར་ཡང་ཅི། ཡོད་ས་རེད་བ། དེ་ལ་བརྟེན་ནས།

ལ་རྒྱ་དང་སྙིང་སྟོབས་ཀྱི་ཡོར་བ། དེ་ཚོའི་ངོས་ནས་བལྟས་ཡ་ཡིན་ན། ངས་སྐད་ཆ་དེ་འདྲ་བཤད་མཁན་གྱི་མི་དེ་ཚོ་ག་རེ་ཡིན་ནམ་བསམ། བ་ཚེ་མཚམས་ཚ་གློག་འདྲ་བོ་ལངས། མཚམས་ཚ་ཡི་ཡག་འདྲ་བ་ཚེ་མཚམས་ཚ། རྒྱ་ཁབ་གཉིས་དམག་རྒྱག་དགོས་ཡོད་དབང་བཏང་བ་ཡིན་ན། འཁོར་སྟོབས་ཆེན་པོ་ཞུ་ཡོར་ད། སེ་ནི་ཚོགས་གསོག་གི་རང་ཕྱོགས་ཀྱི་དམག་མི་དེ་ཚོ་ལ་བརྡར་ཆུ་བླུད། ཞེ་ནག་ལངས། དེ་འདྲ་བྱས་བ་ཡིན་ན་ཉེས་པ་ཆེ་ཤོས་དེ་བརྩི་གི་འདུག་བ། སྤོབས་པ་མེད་པ། སྙིང་སྟོབས་མེད་པ། ཕ་ཡུལ་དེར་གཞས་ཚར་བའི་ཉིན་མོ་དེ་ཅུང་མ་ཁེགས་ཁོ་རང་ཡོད་མ་རེད་ལགས་དོ། དེ་ཙམ་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང། རྒྱ་ནག་ལས་ཞེད་དགོས་པ་ཅིག་ཡིན་པ་གི་ཞེད་ནག་ལང་གིས་དེ་འདྲའི་ཁ་ཞེ་གཡུག་འདུག་དེ་ཚོ་དེ་ཞེ་དྲག་ཐབས་སྐྱོ་བོ་རེད་བསམ་འདུག་དེ་འདྲའི་བྱས་ནས་འཛམ་གླིང་ག་བ་ཡོང་བ་ཡིན་ན་རྒྱ་ནག་གཞུང་ལས་ཞེད་ཚ་བའི་ཉིན་མོ་དེ་ལས་ཨ་ཁུ་ག་བྱེད་བྱེད་ཆགས་རོགས། དེ་ནས་བཅའ་ཁྲིམས་བཟོ་དགོས་ཟེར་སྐད་ཡོད་མ་རེད། མ་བཟོས་ན་ཡང། ཨ་ཁོ་རང་གར་བྱེད་ཀྱི་བྱེད་ཀྱི་རེད་ནི་ཚང་མ་ཤེས་དེར་བ། ཨ་གར་བྱེད་ཀྱི་རེད། དེ་ལྟར་ང་ཚོ་བོད་ནང་ལ་ཡོད་མཁན་མི་ཚོ་ཤེས་ཀྱི་ཡོད་མ་རེད། ཨ་ཕྱི་ལོགས་ལ་ཞེད་སྣང་ལངས་མཁན་དེ་འདྲ་ཡོང་གི་འདུག་བ། དེ་ཚོ་དེ་ཞེ་དྲག་གི་ཐབས་སྐྱོ་བོ་རེད་བསམ་གྱི་འདུག། ཡིན་ན་ཡང་ང་ཚོ་བོད་པ། སྤྱི་བཏང་གི་ཆ་ནས་བཞེས་ཀྱི་མེད་པ་དེ། ཁ་སང་ནི་དཔེ་མཚོན་གཅིག་ང་ཚོ་བོད་མི་གི་སྙིང་སྟོབས་ཟེར་ཡ་དེ་ག་འདྲ་ཡིན་པ། སྐུ་ལུས་ལ་མེ་འབར་ཡོང་དུས་ངས་དེ་ཡ་སེམས་ལ་དྲན་གྱི་ཡོད་རེད། ང་ཚོ་འབངས་རྒས་ཡོང་རེད་བ་འབངས་འདི་རྒས་ཡོང་དུས་ཁོ་འགས་ཡོང་ཡ་དེ་གར་མཚོན་དངོས་སུ་ཁོའི་ནང་ལོགས་ལ་རྟོག་ཞིབ་ཆེན་པོ་ཞུ་གྱི་ཡོད་པ་དེ་ཚོ་འགས་ཡོང་གི་ཡོད་རེད་བ་ནང་ལོགས་ལ་མ་འགས་སྔོན་ལ་ཁོ་ནང་ལོགས་ལ་རྟོག་ཞིབ་ཆེན་པོ་ཞུ་ཆེད་འགས་ཡོང་དོན་ཐོབ་ཡོང་གི་རེད་བ་མེད་དེ་འདྲ་ནི་ཁྱེད་ཚ་སྐུ་ལུས་ལ་མེ་འབར་བའི་སྐབས་སུ་དེ་གིས་སྙིང་གི་ནང་ལོགས་ལ་དེ་གིས་ནང་ལོགས་ལ་སྙིང་སྟོབས་དེ་ཆེན་པོ་ཞུ་གྱི་ཡོད་བ། ད་ལྟ་ཚོས་ཕྱི་ལ་མངོན་ཡོང་བའི་བཟོ་འདྲ་བྱེད། ད་སོ་སོའི་ལྟ་སྟངས་ཀྱིས་རེད་བ་ང་ཚོ་བོད་མི་རིགས་ལ་སྙིང་སྟོབས་ཤོད་ཀྱི་ཡོད་རེད་བསམ། ནམ་རྒྱུན་བསམ་བདེ་བའི་གི་མི་ཅིག་མིག་གི་མཐོང་སྟངས་ཡིན་རྒྱུར་བ། ཨོ་དེ་རེད། དེ་ནས་དོ་སྣང་འདྲ་བ་ཅིག་ག་རེ་སླེབས་ཟེར་ན་རྒྱ་ནག་ཡོངས་ཀྱི་མི་རིགས་འཆམ་མཐུན་ཡར་སྐོར་གྱི་བཅའ་འགྲམ་ཟེར་ཡ་དེ་ང་ཚོ་དགའ་བ་བྱེད་པའི་སྐབས་སུ་ཡང་སྐོར་དེ་རྣམ་པར་ཕྱེས་ནས་ཞེ་དྲག་ཁ་ལ་མ་བབས་ནས་ཤི་དགོས་ཀྱི་རེད་འདུག། ང་ཚོ་ཀོང་མགོ་ལྟེ་བ་འདྲ་བྱས་ཀྱི་མགོ་བརྗོད་དེ་མི་རིགས་མཐུན་སྒྲིལ་ཡག་པོ་ཞིག་ལབ་ཡོད་རེད། མི་རིགས་མཐུན་སྒྲིལ་ཡག་རྒྱས་དང་སྐུལ་འདེད་བཏང་ཡོད་དེ་འགྲིག་མ་རེད་ཟེར་ནས་སུ་གཅིག་ལབ་ཤེས་ཀྱི་མ་རེད། ད་ལྟ་དགྲ་ཁ་དན་འཛིན་བྱེད་མཁན་ཡིན་ན་ཡང་མཐུན་སྒྲིལ་ཡོང་ཡག་གི་འབད་བརྩོན་བྱེད་ཀྱི་ཡོད་རེད། མཐུན་སྒྲིལ་ཡོང་ཐུབ་ཀྱི་ཡོད་མ་རེད་མ་གཏོགས་མཐུན་སྒྲིལ་ཡོང་ཡག་གི་འབད་བརྩོན་བྱེད་ཡག་དེ་ལས་འཛམ་གླིང་གི་རེ་བ་རྒྱབ་དེ་ཡོད་རེད། ཡུག་ཁེན་རེད་ར་ཤི་ཡ་ཡིན་ན་རེད་ཨ་རི་ཨི་རང་ཡིན་ན་རེད། ཇི་ལྟར་ཁ་བྱང་འདི་ཏི་ལྟ་དུས་ཐད་ཀར་མིང་དེ་གི་ཐོག་ལ་བྱེད་ལ་བ་ཡིན་ན་ཡང་གོ་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་ད་ཁོ་ཚོ་གི་ཁ་བྱང་སྙན་པོ་དེ་གི་འོག་ལ། བོད་མི་རིགས་ཀྱི་བླ་སྲོག་སྐད་དང་ཡི་གེ་རྩ་མེད་བཟོ་བའི་ཐོག་ནས་བོད་མི་རིགས་ཟེར་ཡ་ཅི་མེད་པ་བཟོ་ཡ། དེ་ཁ་བྱང་དེ་གི་ནང་ལོག་དང་འོག་ལ་སྦས་ཀྱི་ཡོད་རེད་བ། འོ་དེ་རྩ་དུ་བཏོན་ནས་ཨ་འགྲེལ་བཤད་རྒྱབ་དགོས་ཡ་དེ་གནད་འགག་འདྲ་བ་གཅིག་མཐོང་སོང། ཁྱེད་རང་ཁ་སང་ངའི་ངོ་དེབ་ནང་ལ་ཡང་དེ་ཉིན་མོ་དེ་བརྗེད་ཐོ་འདྲ་བོ་ཅིག་བྲིས་ཡོད། སི་ཏང་གི་མི་རིགས་མཐུན་སྒྲིལ་ཟེར་ཡོད་དེ། འཛམ་བུ་གླིང་མི་སུ་འདྲ་ཅིག་ནས་བསྒུལ་ཡོད་ཅིག་རེད་སྲིད། ཡིན་ན་ཡང་མཐུན་སྒྲིལ་བྱེད་སྟངས་ཅིག་ཡོད་རེད་བ། མཐུན་སྒྲིལ་བྱེད་དུས་གཅིག་མེ་བ་བཟོ་ནི་གཅིག་ལྷ་ཡས་བཟོ་ཨ་ནི་དེ་གིས

མཐུན་སྒྲིལ་བསལ་ཏེ་འདྲ་མཉམ་དང་དྲང་བདེན་བཅས་ཀྱི་རྨང་གཞི་གི་ཐོག་ནས་ཡོང་དགོས་པ། མ་མཐའ་ལས་འདྲ་མཉམ་གྱི་རྨང་གཞི་གི་ཐོག་ནས་མཐུན་སྒྲིལ་དུ་ཡོང་དགོས་པ། མ་གཏོགས་གཅིག་གིས་ཁེ་ས་གཅིག་གིས་གྱོང་ཁེ་ནི་མཐུན་སྒྲིལ་ཡོང་ངེས་ཏེ། དོན་དམ་གྱི་མཐུན་སྒྲིལ་ཅི་ཡོང་ཤེས་ཁོ་རང་ཡོད་མ་རེད་བ། སེམས་ཀྱི་སྟེང་ནས་མཐུན་འབྲེལ་ག་འདྲས་སུ་ཡོང་གི་རེད། དེ་དག་དེ་འདྲའི་གི་ཐོག་ནས་ང་ཚོས་གསལ་ཤད་བྱེད་དགོས་ཡ་དེ། ཡང་གནས་འགའ་འདྲ་བ་ཆེ་མེད་འདྲ་བ་བསམ་གི་འདུག། ང་ཚོ་བོད་ལ་གཏམ་དཔེ་ཅིག་ཡོད་རེད་བ་ཚེ་མ་དར་དོམ་ཟེར་ཡོད་ཅིག།

གཅིག་གསོན་པོ་བསྡད་ཡག་བྱེད་དུ་གཅིག་རྩ་མེད་བཏང་དགོས་ཡ། དེ་སེམས་ལ་བག་ལོག་ཡོད་རེད་བ། ད་བོད་ནང་ལོག་ལ་ཡུལ་མཁན་འདྲ་བོ་གཅིག་ཡིན་ན་ད་བོད་ནང་ལོག་གཅིག་པོ་མ་རེད། གྱོང་དུ་ཐད་ཀར་བོད་ནང་ལོག་ལ་ཕོག་དགོས་བ་ངས་དེ་ཆ་ནས་ལབ་ཡོད། དེ་གི་ཐད་ཀར་གི་ཤུགས་རྐྱེན་དེ་ག་རེ་ཕོག་གོ་རེད་ཟེར་ན་ང་ཚོ་མྱི་རིགས་ཀྱི་འཚོ་བ་གི་ནང་ལོག་ལ། ཤུགས་རྐྱེན་ཆེན་པོ་ཕོག་འདུག་སློབ་སྦྱོང་ཚང་མ་དེ་རྒྱ་སྐད་ཡིག་གི་ནང་ལོགས་ནས་བྱེད་དགོས་རེད་ཟེར་ལབ་ཡོང་དུས། ཨ་ནི་བོད་པ་གི་མི་གཅིག་གིས་རྒྱ་སྐད་ཡིག་གི་ནང་ལོགས་ལ་སློབ་སྦྱོང་བྱས་ནས་རྒྱ་དང་འབྲེལ་འདྲིས་སྐོར་བྱེད་ཐུབ་མ་རེད་བ། དང་པོ་ནི་རྒྱ་དང་གྲངས་མང་རེད། ལྗགས་པོ་གིས་ལོ་རེ་རེ་ལ་སློབ་གྲྭ་ཐོན་ཡོང་མཁན་དེ་ང་ཚོ་བོད་མི་ཁྱོན་ཡོངས་ལས་མང་ཡོད་རོགས་དྲང་པོ། དང་པོ་ནི་ཁོ་ཚོ་གྲངས་མང་རེད་དེ་ག་ལ་ཁོ་ཚོའི་སྐད་ཡིག་གི་ནང་ལོགས་ན་ནི་ང་ཚོས་ཁོ་ཚོ་དང་ཆ་ལ་འགྲན་བསྡུར་བྱས་ནས་འགྲོ་བསྟོད་ཡ་ཡོད་མ་རེད་བ། འགྲོ་ཐུ་ཡ་མེད་ཡོང་དུས་ནི་རང་ཡིག་གི་ཁོ་ཚོ་གི་མི་དེ་སྤོ་བ་ཡིན་ན་ཆེ་རུ་འགྲོ་གི་རེད་རྒྱ་ཆ་ཡིན་ན་མང་རུ་ལེན་འགྲོ་གི་རེད་གོ་སྐབས་ཡིན་ན་ཁོ་ཚོའི་སྲིད་འགྲོ་གི་རེད་བོད་པ་དེ་ག་དུས་ནས་དྲན་ཡོང་དང་ཁོ་ཚོའི་གཡོག་པོ་ཆག་གི་རེད་བ་དེ་གི་ཐོག་ནས་ཚོང་དང་དཔལ་འབྱོར།

ཞི་བའི་ཁྱད་པར་སྐྱེ་འགྲོ་དགོས་ཡོད། ང་ཚོ་དབྱིན་ཇི་དང་རྒྱ་སྐད་ཀྱི་ནང་ལོགས་ལས་ལྟ་སྟེ། ཕ་རྒྱལ་སྐད་ཀྱི་ནང་ལོགས་ལྷག་འཇུག་ཡོད་རེད་བ་ང་ཚོས་དཀའ་ལྷག་ནས་མ་ལས་ན། གཙོ་བོ་དེ་སྐད་ཡིག་གཞན་པ་ནང་ལོགས་ལས་བརྗོད་པའི་སྐབས་སུ་གནད་འགག་ཆགས་ཀྱི་འདུག་བ། སྐད་ཡིག་གཞན་པ་གི་ནང་ལོགས་ལ་ཡང་མན་ཆོད་དང།

གོ་སྟོན་ཤོག་མཁན་པོ་དང་མི་ལ་ཚན་གྱི་ནང་ལོགས་ལ་ཡང་ཁོ་འཚོ་བ་འདྲ་བོ་ཅིག་སླེབས་ཡས་ལས་རང་ལུས་མེ་སྲེག་བཏང་ཟེར་ནས་འཚོ་བ་སླེབས་ཆས་འདུག་བ། མཆོད་མེ་ཕུད་ཟེར་ཡ་དང་མེ་མཆོད་ཕུད་ཟེར་ཡ་འདྲ་བོ་ལ་ཡིན་ན་ཚན་གྱི་ནང་ལོགས་ལ་འཚོ་བ་དེ་ཡང་དེ་ག་ཚད་ཅིག་ཡོང་གི་མི་འདུག་བ། ཡིན་ན་ཡང་ད་བོད་སྐད་ཀྱི་ནང་ལོགས་ཞི་བ་ཆད་པ་ཡོད་ཀྱི་མ་རེད་ད་ཁ་ཤས་ཀྱིས་དུས་སུ་ལམ་ནས་ཞེ་ས་ཞི་བ་རྒྱག་གི་ཡོད་བསམ་ནས།

པོ་ཞེ་ས་ཅིག་རྒྱག་དགོས་ཡག་གི་ཡོད་ཅིག་ལ། ངོས་འཛིན་བྱེད་ཡག་རེད་འགྲིག་གི་ཡོད་རེད། ཐ་སྙད་དེ་ཡང་བོད་པ་ནང་འཁོར་ལོས་ད་དམིགས་བསལ་གྱི་ཆད་པ་ཟེར་སྐད་ཡོད་ཀྱི་མ་རེད། གཙོ་བོ་དེ་དབྱིན་ཇིས་ཀྱི་ནང་ལོག་དང་རྒྱ་ཡིག་གི་ནང་ལོག་ལ་བྲོས་སྐབས་སུ། དེ་ཆོས་ཕྱོགས་ཀྱི་རྣམ་པ་མ་མངོན་ཡང། ཆོས་ཕྱོགས་ཀྱི་རྣམ་པ་མ་མངོན་ཡང་སེ་གོ་ཆོས་ཕྱོགས་མིན་པ་ཡིན་ཙང་གོ་མ་མངོན་ཡང་ཅིག་དགོས་ཡོད་གལ་ཆེན་པོ་རེད་བ།